ལྷན་སྐྱེས་ཁམས་བཟང། ང་ནོར་བཟང་ཡིན། དེ་རིང་ང་ཚོས་ཕ་ཡུལ་ནོར་བཟང་དཔེ་ཁང་གི་ངོས་ནས། ངས་ཁྱེད་རྣམ་པ་ཚོ་གོང་དུ་ཞུས་པ་ནང་བཞིན། ང་ཚོས་ཀྱི་ཆོས་ཉིད་ཀྱི་བརྒྱུད་ལམ་འདི་ཕེབས་པ་ལ། སྙིང་ཐག་པ་ནས་དགའ་བསུ་ཞུ་ཡ་ཡིན། མཚམས་མེད་རྒྱབ་སྐྱོར་གནང་རོགས་གྱིས། ད་གཞན་པ་གཅིག་དེ་རིང་ག་རེ་ཞུ་ཡ་ཡིན་ཟེར་ན་ད་ང་ཚོས་ཀྱི། ངས་དེ་རིང་གི་བརྗོད་གཞི་འདིའི་ནང་ལོགས་ལ་ཁྱེད་རྣམ་པ་ཚོ་ལ། ག་རེ་ངོ་སྤྲོད་བྱེད་ཉེ་སྤྲོ་སོང་ཟེར་ན་ད་ང་ཚོས་རྒྱལ་ཁབ་གཞོན་ནས། རྒྱ་གར་ལ་ཡོང་བྱས་ད་བར་ཆད་ལོ་ལྔ་བཅུ་དྲུག་ཅུ་ད་དེ་ཡན་ནང་བཞིན་འགྲོ་གི་ཡོད་ར་ད་དེའི་ནང་ནས་ད་ང་ཚོས་དབྱིན་ཇིའི་གི་ང་ཚོའི་མེ་གི་ཟིན་ཚེ་དེ་ནས་བོད་ཡིག་གི་ནང་ལོགས་ལ་ང་ཚོས་ནས་དུས་དེབ་ཟེར་ཡག་གྱི་འདུག་ཡང་ལོ་དེབ་ལོ་འཁོར་དུས་དེབ་ཟེར་ངེས་དེ་འདྲ་ཡོད་རེད་བདག་བཟུང་དུས་དེབ་ཟེར་ངེས་དེ་འདྲ་ཡག་ཡོད་རེད། དེ་ནས་དེའི་སྐོར་ལ། རང་གིས་ད་ཉམས་མྱོང་ཟེར་ན་མི་འདུག་འདས་པའི་གི་ད་གར་སོར། ལོ་རྒྱུས་ཀྱི་ཟེར་ན་མི་འདུག་གང་ལྟར་འདས་པའི་གི་གནས་ཚུལ་ཁ་ཤས་ཅིག་ངས་ཕྱིར་དྲན་བྱེད་ཉེར་སྤྲོ་སོང། ནས་ཁྱེད་རང་གི་བསམ་བློར་བཏང་པ་ཡིན་ན། དེ་ནས་ང་ཚོས། བོད་པ་འདི་ཚོ་ད་ལྟ་ང་ཚོའི་ཤོ་ལོ་ལ་ཡོང་ནས་ད་ལྟ་གི་བར་དུ་འདི་འདྲའི་གི་ད་དཔེ་ཆ་བཤད་ན་མེ་གི་ཟིན་དུས་དེབ་ཡོད་ར། བདག་བཟུང་གི་དུས་དེབ་དེ་འདྲའི་ག་ཚོད་ཅིག་ཡོད་རེད་བསམ་གྱི་འདུག་དེ་ནས་ངས། དེའི་སྐོར་ལ་ངས་ཁྱེད་རང་ལ་དྲན་གསོས་ཅིག་བཏང་གི་ཡིན། ཐོག་མ་ང་ཡིན། ད་ཐོག་མ་ང་ཡིན་པ་ཡིན་ན་དང་པོ་ནས་རྒྱ་གར་གླེ་འདི་ཚང་མ་ལ་འབྲས་སྤུངས་བློ་གསལ་ནས་གྲྭ་ཚང་ནང་ལོགས་ལ་ཆོས་སྒོ་ཞུགས་ཀྱིས་བསྡད་པ་རེད། དེའི་ནང་ལོགས་ནས་ད་ང་རང་གི་ཉེ་ས་ནས་བཏབ་པ་ཡིན་ན་ཐོག་དང་པོ་ད་ངེད་ཀྱི་དྲན་གསལ་ལ། འབྲས་སྤུངས་བློ་གསལ་གླིང་གྲྭ་ཚང་གི་བློ་གསལ་རྩོམ་རིག་དགའ་ཚལ་ཟེར་ཡ་གི་དེ་དེབ་སྐྱིད་བཟོས་པ་རེད། དེ་ནས་བློ་གསལ་གླིང་ལྷབ་བྲག་གི་ནང་ལོགས་ནས་གངས་སེར་གྱི་རོལ་དབྱངས་ཟེར་ཡ་གི་དེ་དེབ་སྐྱིད་བཟོས། དེ་ནས་བློ་གསལ་གླིང་ཁོ་རང་ནང་ལོགས་ལ་སྲས་ཀྱི་གཟེངས་རྟགས་ཟེར་ཡ་གི་དེབ་སྐྱིད་བཟོས་ཡོད་རེད། དེ་ནི་ད་ལྟ་ང་ཚོས་ཀྱི་སྐྱ་རིང་སེ་ཡ་གི་དུས་དེབ་ཅིག་བཟོས་ཡོད་རེད། དེ་འབྲེལ་གྱི་དེབ་ཁ་ཤས་བྱུང་ཡོད་རེད་དེ་བཞིན་དུ་ནི་དེ་ནི་སྒོ་མང་གྲྭ་ཚང་ལ་དེ་སྔོན་ལ་ང་ཚོས་མ་སླེབས་སྔོན་ནས་ནི་སྒོ་མང་གི་སྡང་དགྲ་སེ་ཡ་གི་རྩོམ་རིག་གི་དུས་དེབ་ཅིག་ཡོད་རེད། དེ་ནས་ཚེར་ཡོང་བ་ཡིན་ན་ང་ཚོ་རབ་སྟོད་གྲྭ་ཚང་ལ་དེ་ནི་མན་སོན་ཉི་ཟླ་སེ་ཡ་བྱུང་ཡོད་རེད། དེ་ནས་མ་འགྲོ་བ་ཡིན་ན་དགའ་ལྡན་གྱི་ང་ཚོའི་སོག་པ་ཁང་ཚན། ནང་ལོགས་ལ། གཙོ་བོ་གཞུང་ཆེན་ཁག་གི་དཔྱད་རྩོམ་དང་འབྲེལ་བའི་གི་ཐོག་ནས་ཆོས་ར་ནང་གི་འདི་སྐད་ཟེར་ཡག་གི་གསར་བ་ཅིག་བཟོས་ཡོད་དེབ་ཅིག་བཟོས་ཡོད་ད་དེ་ད་ད་མདོ་ཡོད་མུ་མཐུད་ནས་འགྲོ་གི་ཡོད་རེད། ད་དེ་མ་ཡིན་པའི་གི་ད། ང་རང་གྲྭ་ཚང་ནང་ལ་བསྡད་བསྡད་པའི་རིང་ལ་ངས་ཆིག་སྒྲིལ་དེ་དེབ་ཟེར་ཡག་དེ་དེབ་ཅིག་ལོ་ལྔ་ལ་བཏོན་ཡོད་རེད། དེ་བཞིན་དུ་ནས་དེ་ནས་ཕར་ར་ཕྱིན་པ་ཡིན་ན་ད་ང་ཚོའི།

ལྷོ་ཤོད་ཕོ་ཉས་ཀྱི་ཚགས་པར་རྩོམ་སྒྲིག་སྡེ་ཚན་གྱི་ནང་ལོགས་ནས་སྐྱེད་ཀ་སེ་ཡ་གྱི་དུས་དེབ་གཅིག་བཟོས་ཡོད་རེད། དེ་འབྲེལ་གྱི་དུས་དེབ་མང་པོ་ཅིག་བཟོས་ཡོད། དེ་བཞིན་དུ་ཡར་འབྲོག་པ་ཡིན་ན་ད་སེ་ར་ཤོད་ནས་ཕར་རེད་ང་ཚོས་ཀྱི་གནམ་གྲོག་གླིང་ནང་ལོགས་ནས་དཔེ་མིག་རང་མདངས་སེ་ཡ་གྱི་དུས་དེབ་གཅིག་བཟོས་ཡོད་རེད། དེ་ནས་གནམ་གྲོག་གླིང་གི་ཉེ་འགྲམ་ལ་ང་ཚོས་ཀྱི་ཨ་ནི་དགོན་པ་བྱོ་ར། ཨ་ནི་དགོན་པ་དེ་ཚོས་ཀྱི་ང་ཚོས་མཚམས་སྤྲིན་སེ་ཡ་གྱི་དུས་དེབ་གཅིག་བཟོས་ཡོད། དེ་མ་ཡིན་པའི་ཀི་ཀོ་ལི་དགའ་གི་དགོན་པ་ད་ང་ཚོ་རྫོགས་ཆེན་དགོན་པ་གི་དེ་ནས་ཁ་བའི་འདབ་མ་ཟེར་གཅིག་ཟེར་དེ་མ་ཡིན་པའི་གི་ཡང་ང་ཚོའི་བཀའ་བརྒྱུད་གི་དགོན་པ་གཅིག་ནང་ལ་ཟླ་འོད་བཞེངས་ནས་འཁྲི་ཤིང་ཟེར་ཡང་གཅིག་ཡོད་ད་ངས་དྲན་སོས་སི་གཅིག་ལ། དེ་ནས་ཕར་རུ་ཕྱིན་པ་ཡིན་ན་ལྡི་ལི་ལ། ལྡི་ལི་ནས་ང་ཚོའི་གི་གཙང་པ་དུས་དེབ་ཟེར་ཡང་གཅིག་བཏོན་རུ་བ། དེ་ནས་ད་ལྟ་འདི་གི་ལྡི་ལིའི་བོད་ཁང་གི་ནི་ཟ་མ་ཏོག་ཟེར་ཡང་གཅིག་དུས་དེབ་གཅིག་བཏོན་ཡོད་བསམ་སི་བ་གཅིག། དེ་ནས་ཡར་རེ་ཕྱིན་པ་ཡིན་ན་ནི་ས་ར་མཐོ་སློབ་ནང་ལོགས་ལ་གངས་ཀྱི་བཞེར་སྒྲ། ས་ར་གི་གངས་ཀྱི་བཞེར་སྒྲ་བཅས། དེ་ནས་བ་ན་གི་བ་ནི་རི་འདབས་བཅས། དེ་ནས་སི་ཅཱ་ལབ་བྲག་གི་ཁ་བའི་མེ་ཏོག་བཅས། དེ་ནས་སི་ཅཱ་མར་སོ་ག་ལབ་བྲག་གི་ཁ་བའི། གར་ས་ཁ་བའི་མེ་ཏོག་བཅས། སི་ཅཱ་ལབ་བྲག་གི་དེ་ནས་ཟངས་པ་བཅས། དེ་ནས་ད་ང་ཚོས་ཡང་སྐོར་གཅིག་གི་དུས་འགྱུར་ཟེར་ངེས་དེབ་ཅིག་བཏོན་པ་རེད། དེ་ནས། ཨ་མྱེས་མང་ཆེན་གྱི་གཡུ་མཚོ་བཅས་བོད་ཀྱི་དུས་དེབ་བོད་ཀྱི་དཔེ་མཛོད་ཁང་གི་ཏང་ཚོགས་ཟེར་མཁན་དེ་བཅས། དེ་ནས་གར་སེར་བྷ་ར་བྷ་ར་ན་སི་ནི་བྷ་ནི་རི་རླབས་བཅས་བྷ་ནི་གི་དེ་ནི་དཔྱད་རྩོམ་གྱི་དུས་དེབ་སྟོང་སྒྲ་བཅས། དེ་ནས་གར་ས། ད་ལྟ་ང་ཚོའི་གི་ཨ་མྱེས་མང་ཆེན་གྱི་གཡུ་མཚོ་དེ་ཆགས་སོང། ད་དེ་འབྲེལ་གྱི་ཡང་ང་ཚོས་གར་སེར་ཅོག་ལེབ་ཆོས་འཕེལ་ལ་སོགས་པ་དེ་འབྲེལ་གྱི་ཡང་ཁ་ཤས་ཅིག་གི་ང་ཚོས།

མིག་ལམ་ལ་མཐོང་ཞེན་པའི་གི་ད་ལྷག་ཡོད་པའི་གི་དེ་དེབ་ག་ཚིག་བཅོས་བ་རེད་ལབ་པ་ཡིན་ན་ད་ད་རྣམ་རོ་གླིང་གི་དེ་ནས་སྟོན་བཞིན་པའི་གི་དེ་ནས་དཔེ་མིག་རང་སྟོང་ཟེར་ཡ་གི་དེ་དེབ་དེ་ལྷག་དེ་ཡོད་རེད་དེ་ནས་ཤར་རྩེ་གྲྭ་ཚང་གི་ཆོས་ར་ནང་གི་འདི་སྐད་ཟེར་ན་ནང་བསྟན་རིག་པའི་སྐོར་གི་དཔྱད་རྩོམ་བྲི་ས་དེ་ལྷག་དེ་ཡོད་རེད་དེ་ནས་དེ་མ་ཡིན་པའི་ད་ད་འདི་ད་ད་ད་མུན་ཐོད་ནས་འགྲོ་དེ་ཡོད་རེད་དྲ་རྒྱ་ཡང་ཡོད་རེད་དེ་ནས་དེ་དེབ་ཡང་ལོ་རེ་ལ་རེ་རེ་རེ་རེ་ད་ཁོ་རང་གི་དཀའ་ལས་རྒྱབ་ནས་སྟོན་དེ་གི་ཡོད་རེད། དེ་བཞིན་དུ་ནི་ད་ང་ཚོས་ཀྱི་ཨ་འདི་ཀ་བེ་ཀྱི་ད་ལྟ་ང་ཚོས་ས་སྐྱ་ཀྱི་མཆོད་སྡོང་དཀར་པོ་ཀྱི་དེ་དེབ་དེ་ལྷག་དེ་ཡོད་རེད། དེ་འདྲ་ཡིན་ཙང་ད་ངས་འདིའི་ཁྲོད་ནས་ག་རེ་ཞུ་ཡ་ཡོད་ཞེ་སྙིང་དྲོ་སོང་ཟེར་པ་ཡིན་ན་ད་ང་སྤྱི་སྟོང་གི་ཁོ་ནོང་ཁོང་རྣམ་པ་གཉིས་དང་འབྲེལ་བ་ཡག་པོ་ཡོད་དབང་ཆོག་ཁོང་རྣམ་པ་གཉིས་ཀྱིས་འདི་འདྲི་གྱི་ངོ་སྤྲོད་བྱེད་རོགས་གྱིས་དེ་འདྲི་བྱས་ན་བྱེད་རོགས་གྱིས་ཟེར་ན་དངོས་གནས་དྲོ་ནས་ལབ་མ་སོང་ཡིན་ན་ཡང་ངས་དེ་ག་རེ་རེད་ཟེར་ན་སྤྱི་སྟོང་གི་དེ་དེབ་དེ་ངོ་སྤྲོད་བྱས་པ་ཙམ་མ་ཟད་རེད་བ།

ཁོང་རྣམ་པ་གཉིས་ལ་འབྲེལ་བ་བྱས་ན་ཡང་ནས་གར་ཟེར་ད་ང་ཚོ་གི་ཞལ་འདེབས་སེ་ན་མི་འདུག་རོགས་པ་ཟེར་ན་དེ་འདྲའི་ཡང་གནང་འདོད་ཡོད་པ་ཡིན་ན་ཨ་ནི་ཁོང་རྣམ་པ་གཉིས་ལ་འབྲེལ་བ་བྱས་པ་ཡིན་ན་ཨ་ནི་ངས་ཁོང་རྣམ་པ་གཉིས་ཀྱི་འབྲེལ་ཐག་ཁྱེད་རྣམ་པ་ཚོ་ལ་ཕུལ་ཆོག་ད་ཁོ་རང་ལྟ་བུ་ཡིན་པ་ཡིན་ན་ཡང་ཨ་ནི་བོད་རིག་པ་ནང་ལོག་ལ་དཔྱད་རྩོམ་དེ་བྱས་ན་ཨ་ནི་ང་ཚོའི་ལག་ཁྱེར་སྤྲད་བྱ་དགའ་སྤྲད་ཡ་ལ་སོགས་པ་གི་དེ་འདྲའི་གི་ལས་ཀ་མང་པོ་བྱས་ཞག་ལས་ཧ་ཅང་གི་རླབས་ཆེན་པོ་མང་པོ་གནང་གི་འདུག་རོགས། དེ་འདྲ་ཡིན་ཙང་འདི་ཚོ་དཔེ་མི་སྲིད་པའི་ད་ང་ཚོ་སྐད་ཡིག་རྒྱུན་རིང་པོ་གནས་དང་མ་གནས་ཟེར་ཡག་གི་ནི་རྩ་བ་འགྲོ་བཞིན་ད་ང་ཚོ་ལ་དུས་དེབ་འདི་ཚོ་ལ་དཔེ་མ་སྲིད་པའི་རིན་ཐང་ཆེན་པོ་དེ་འདྲ་ཡོད་རེད། དེ་འདྲ་ཡིན་ཙང་ནི་དེའི་ཐོག་ལ་ད་རྒྱབ་སྐྱོར་གནང་ངེས་འདྲ་བོ་དང་རོགས་པོ་བྱེད་ངེས་དེ་འདྲ་ཡོད། ཡོད་པ་ཡིན་ན། ནི་ད་འདི་ལྟ་བུའི་དཔེ་ཆ་བཞག་ན་ལོ་རེ་རེ་ལ་ད། ལོ་རྗེས་མ་ངས་སྦྱིན་བདག་དོན་ལོ་རྗེས་མ་ཁོས་སྦྱིན་བདག་དོན། དེ་འདྲས་བྱས་ན་ད་འགྲོ་བདེ་འགྱོ། ད་འོ་དེ་འདྲས་ད་འདའ་པ་ད་དེ་འདྲས་བྱས་ན་ཡོང་བདེ་འགྱོ་ཆགས་འདུག་ཡིན་ནའི་ཁོང་རྣམ་པ་གཉིས་ཀས་ང་བཟོ་རོགས་གྱིས་ཟེར་ན་རྩ་བ་གཉིས་ནས། དེ་འདྲས་ཞུ་ངས་གླེང་མ་སོང་ཡིན་ན་ཡང་ངས་གར་ཟེར་ན་ང་རང་གི་དེ་རིང། ཐོབ་བྱ་དགོས་བྱ་དང་འབྲེལ་གྱི་དྲན་གསོ་ག་རེ་བྱེད་ལབ་ན་དུས་དེབ་ཚང་མ་དྲན་གསོ་ཅིག་བྱས་ནས་ནི་དེ་ཉིན་པོ་ད་ལྟ་ལྷག་བདེ་འབྱོར་དེ་ཚོ་ངོ་སྤྲོད་ཅིག་བྱས་པ་ཡིན་ན་ཡང་ལྟ་ངན་དེ་འདྲའི་མང་པོ་གིས། གཅིག་བྱས་ན་ཁོང་རྣམ་པ་ཚོ་ལ་ཡང་ཕན་ཐོགས་ཅུང་ཟད་ཀྱི་རེད་བསམ་གྱི་ནི། ག་ཟེར། དེབ་འདི་མཉམ་དུ་བཟོས་པ་ཡིན། དེ་ནས་ཞོར་དུ་ད་ལྟ། འདས་ཀྱི་ང་ཚོས་ཀྱི་དེའི་རྗེས་ལ་ང་ཚོས་ཀྱི་འདི་བོད་ནས་ཐོན་ཆོག་གི་མཉེན་ཆས་ཀྱིས་ང་ཚོ་ཀྱི་ངོ་སྤྲོད་བྱས་ལྷག་དེ་འདི་སླད་ནས་ཉི་མ་ཁ་ཤས་ཀྱི་མ་གཏོགས་འགྲོ་ཡང་མ་རེད། འདི་བརྙན་ཐུང་རྗེས་མ་དེའི་ནང་ལ་ཁྱེད་རྣམ་པ་ཚོ་ལ་ངས་འདིའི་སྒང་ལ་གསལ་གསལ་ཐིང་ཐིང་གྱི་ངོ་སྤྲོད་བྱེད་ཟེར་རྒྱུ་དེ་ཡིན་ཐུགས་རྗེ་ཆེ།